གཡས་དབུང་བཞེས་དང་གསར་ཤོས་བསམ་ཁྱི་མཚན་པའི་ཤི་བདག་བཞེས་པའི་ཚེ་བསམ་ཁྱི་ཉན་ན་རྒྱལ་ཡོངས་བོད་ཀྱི་ཡིད་གཟུགས་དུས་ཆེན་རེད་ལ། ཉི་མ་འདིར་རྒྱལ་ཡོངས་ས་ཆ་སོ་སོ་ནས་ཞལ་སྒོ་རབ་ཏུ་རིམ་པ་སྤེལ་ཏེ་བོད་ཀྱི་ཡིད་གཟུགས་ཀྱི་ངོ་མཚར་ལྟད་མོ་ངོམ་བཞིན་ཡོད། ཁམས་ནང་ཆེ་རྫོང་ནི་རྒྱལ་ཡོངས་བོད་ཀྱི་ཡིད་གཟུགས་ཀྱི་ཕ་ས་ཡིན་ཞེས་བྲིས་པ་མང་ལ། འབྲས་བུའི་སྣ་མང་དར་སའི་གནས་མཆོག་ཅིག་རེད། བྱིས་པ་སོ་སོ་ལ་རང་རང་གི་དགའ་ཕྱོགས་དང་ཁྱད་ཆོས་རེ་ཡོད་ལ། རང་གི་ཐུན་མོང་མ་ཡིན་པའི་གཏམ་རྒྱུད་རེ་ཡང་ཡོད། དེ་རིང་བྱམས་པའི་ཁ་བརྡ་ལེན་སའི་ཆེད་དུ་མཚོ་སྔོན་ཞིང་ཆེན་ཡུལ་ཤུལ་ཁུལ་ནང་ཆེན་རྫོང་བྱིས་པ་མཐུན་ཚོགས་སུ་སོང་ནས་བོད་ཀྱི་ཡིག་གཟུགས་གོང་ནས་ཁ་བརྡ་བྱེད་ཀྱི་ཡོད།
ཡ་དགེ་བཀུར་མཆོག་རྣམ་རྒྱལ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཡ་དགེ། དེ་ནས་ནང་ཆེན་ལ་སླེབས་དུས་ད་སེམས་ཞེད་པོ་འདུག་ཨ། ནང་ཆེན་གྱི་ས་ཆ་ག་ན་ཡིན་ན་ཡིད་གཟུགས་ཡག་པོ་མང་པོ་དེ་ར་མཇལ་ཡ་འདུག་དེ་ང་ཚོས་གོ་ཐོས་ཡིན་ན་ནང་ཆེན་རྫོང་ལ་གྲུ་པ་གི་མཐུན་ཚོགས་ཟེར་བ་ཞིག་ཡོད་རེད་ཟེར་རོ་འདུག་ཨ། ད་གལ་ལ་གྲུ་པ་མཐུན་ཚོགས་ཀྱི་ཚོགས་གཙོ་གཞན་པ་དུ་དྲུང་ཡིག་ཆེན་མོ་གི་འགན་ཁུར་ཞིག་ཡོད་རེད་ཟེར་བ་གལ་ད་ནང་ཆེན་གྱི་གྲུ་པ་མཐུན་ཚོགས་དེ་ནམ་ཐོད་བཙུགས་པ་ཡིན་ན། ནང་ཆེན་གྱི་གྲུ་པ་མཐུན་ཚོགས་དེ་ད་མ་རྩ་བཀའ་གཞུང་དམངས་ཁྲོད་གྲོས་ཚོགས

ད་དྲི་བཟང་མཐུན་ཚོགས་དེ་གཙོ་ཚ་དུས་དེ་ནས་ལོ་རེད། ད་རི་དྲི་བཟང་གི་སྦྱོང་བརྡར་ཟབ་སྦྱོང་ད་དེ་འདྲ་ཅོག་གྲངས་མི་སྣ་རིན་པོ་ཆེ་ཁོང་གིས་དེ་ནས་ཆེད་ཐོ་ཁར་མཛད་ནས་དེ་རིགས་ཀྱི་སྐོར་ནས་ད་ཟབ་སྦྱོང་གང་ལ་གང་ཚང་ཐ་ན་མོས་པ་གང་ཡོང་གི་སྒོ་ནས་ཆེད་དེ་ལ་དྲི་དགའ་བསོ་ཡོད་པོ་དགོས་དེ་ནས་དེ་ནས་ད་ནང་ཞུགས་ས་ད་དེ་འདྲ་འོ་མ་བརྩད་པ་ད་རུང་བྲིས་པ་ནང་དེ་ནས་ཡང་དྲི་རྫིས་ས་འབྲི་ཤེས་མཁན་རྣམས་ལ་གི་ཆེད

ད་ང་འདྲ་ནི་ད་སྔོན་མ་སྔོན་མ་འདྲ་ནི་ད་ང་སློབ་ཆང་ནི་བསྡད་ནི་ད་སྤྱིར་བཏང་དྲི་ཟ་དང་རི་མོ་དེ་ག་ལ་ད་དགའ་ཞིང་ཆེ་ཧོ་ཧོ་ལ། དེ་ནི་སློབ་འབྲང་བར་དུ་དེ་ནི་སློབ་སྦྱོང་ད་ད་འདྲ་བས་དེ་ནི་དྲི་ད། སློབ་འབྲང་ཟེར་ནི་དེ་ནི་དྲི་སྦྱོང་ཙམ་ཟེར་ལ་འདྲ་ཞིག་ལས་འགྲོ་ད་ད་འདྲ་རེད་དེ། དེ་ནི་དགེ་རྒན་བུ་ག་དྲི་ཟ་དང་འདྲ་མོ་དགེ་རྒན་ཡག་པོ་སྟོན་ས་ད་ད་འདྲ་བོ་ལ། དེ་དེ་ནས་འགོ་བཟང་ནི་ལྟར་སྐྱི་བཏང། དྲིལ་དགའ་ཞིང་མ་རྩ་ཁོ་ཆེ་བོ་དེ་ཨེ་རེད། ལྕགས་ནི་ཡོ་ལང་གི་དེ་དྲི་ཚོགས། མཐུན་ཚོགས་དྲི་ཚོགས་གཉིས་པོ་ཆ་ནི། ད་ཨ་ན་ད་འདྲ་དེ་འདྲ་བའི་འདི་དེ་རང་རང་གི་ལྟར་དགའ་ཞིང་དཔེ་མ་བསད་པོ་དེ་རེད་དེ་ད་འདི་ནང་ལ་ཞོག། ཞོག་ལས་མ་བསད་པོ་འཛེར་འདྲ་དེ་རང་རང་གི། ད་རང་ནས་སྤྱོད་ཡུལ་གྱི་སྒོ་ནས་འདི་ལས་ཀ་ད་ད་དེ་འདྲ་ལས་ལ། རེད་རེད་རེད་ད་རྒས་ལ་ད་ད་ཁྱེད་ཚོ་སྔོན་གྱི་བོད་གི་ཡིག་གཟུགས་ད་སྣ་ཁ་མང་པོ་འདུག་ཨ་ད་ལ་ལ་གི་སེ་ན་ནི་བརྒྱ་ཁ་ལ་ཉིས་བརྒྱ་ཁ་ལ་དེ་འདྲ་ཡོད་རེད་ཟེར་ད་ཚོ་ཚོ་གྲོགས་མེད་འདུག་ད་དེ་ནང་ནས་རྒས་ཁྱེད་རང་ལ་གྲོས་བྱེད་ལ་དགའ་ཤོས་ན་དེ་ག་རེ་ཡིན་ན་ཨོ་ཅེ་ཡིན་ན་ཨོ་སྨད་ཡིན་ན་ཡང་ན་ཀོང་པ་རིང་པོ་ཡིན་ན་ཀོང་པ་ཐུང་ཐུང་ཡིན་ན་ག་འདྲ་ཞིག་ཡིན་ན། ད་དེ་ནང་ནས་སྤྱི་བཏང་བས་དེ་ང་རང་དེ་དགེ་རྒན་གྱི་ཁྲལ་བཞག་ལ་དེ།

བཀྲིས་རིན་བཀྲིས་ཨ་མ་ཞོགས་དེ་བས་འདུག་དེ་སེམས་ཁང་ལ་སྐྱིད་པོ་བདག་ལ་གཙུག་ཁྱེད་ངའི་དགའ་ཕྱོགས་རེ་རེ་ཚ་གི་དེ་ནི་ལས་ཀ་ཡིན་པ་ཁྱེད་ངའི་དེ་མ་ཐོང་ན་ཕ་སྣང་ཆུང་འདྲ་གཙུག་ཁྱེད་ཨར་ཁྱེད་ལྟ་ལ་འབེན་འབང་བའི་དགོ་ས་ག་འདྲ་སེམས་ཀ་དེ་ནི་ཨར་བཀྲིས་རེ་ད་ལྷག་པར་དུ་རི་རྒྱུ་ཙག་གི་བཀྲིས་འདྲ་ཨ་གི་ཨར་བའི་པད་ཁ་འདྲ་རྒྱུ་ལ་སོགས་པ་ད་དེ་འདྲ་འདྲ་ལྟས་བས་དེ་ཁྱེད་དེ་ཚོ་ལྟ་ན་སེམས་ཁང་དགའ་པོ་མིན་སུས་པོ་ད་དེ་རེ་འདྲ་རང་རང་གི་སྣང་བ་ལ་ད་དེ་འདྲ་འཇགས་རོགས། རེད་རེད་རེད་རེད་རེད།

ཨོ་རེད། དགེ་རྒན་ལ་སློབ་གྲྭ་དགེ་རྒན་ལོ་ག་ཚོད་བྱས་ད། ང་ད་དགེ་རྒན་བྱས་ན་ད་ལོ་ལོ་ཉི་ཤུ་རྩ་ལྔ་རེད་ད། ཨོ་ལོ་ཉི་ཤུ་རྩ་ལྔ།
དེ་ལོ་ཉི་ཤུ་རྩ་ལྔ་ནང་དེ་ནས་ལོ་ཉི་ཤུ་གི་རིང་ལ་ནང་ཆེན་རྫོང་སློབ་འབྲིང་གཉིས་པ་ལ་ད་བོད་ཡིག་དགེ་རྒན་ཟེར་ལེ་རེད། ལགས་སོ། དེ་ནས་ཞོར་དུ
བོད་ཡིག་གི་ཡིག་གཟུགས་དེ།

མཛེས་རིག་སྒྱུ་རྩལ་ཁང་ལ་རེད། དགེ་རྒན་ཡོད་ལ་རེད། དེ་ནས་རེད་སློབ་ཆུང་ལོ་རིམ་གསུམ་པ། ལྷག་པར་དུ་ལོ་རིམ་གཉིས་པ། ལོ་རིམ་གཉིས་པ་འགྲོ་ནས་ང་ཚོའི་ནང་ཆེན་གྱི་སྐར་མ་དགའ་བསྒྲིག་གི་ཁོ་བོ་རེད་རྒྱུན་འཛིན་གྱི་ལྟེ་གནས་དུ་འདྲ་རྒྱག་དགེ་རྒན་ཡང་ཡོད་ལ་རེད། ལགས་སོ་ལགས་སོ་ལགས་སོ། དེ་བཞིན་ང་ཚོའི་སྐར་མ་དགའ་བསྒྲིག་རེད་ནང་ཆེན་ང་ཚོའི་སློབ་གྲྭ་སོ་སོ་ལ་ནས་ཁྱབ་བརྡལ་དུ་བཏང་ས་ལ་རེད། དེ་ནས་ང་བསམ་ཚོད་ལ་ད་ལྟ་ཅི་འདྲ་གདའ་ཟེར་ན། ད་དེའི་སྟེང་དུ་ང་ཁེ།

ད་གེ་ཁྱེད་རང་གི་ཡིད་གཟུགས་ཡིན་ན་ཚང་མ་ཡོད་མ་དེ་ཅི་གཞུང་གསང་བཤད་ཟ་ར། རེད་ད་ང་ད་ར་གཙོ་ཆ་རི་བོའི་སྤྱིན་རེར་དེ་གཞུང་གི་དེ་ཉིད་འབྲི་ལ་ཡིན་དེ་ལ་འདྲི་དགའ་བ།
རེད་རེད་རེད་རེད་རེད་ད་གེ་ཁྱེད་རང་གི་དེ་ཡིད་གཟུགས་སློབ་ཁྲིད་བཟོ་རྒྱུ་དེ་ཡི་གེ་བྲིས་པ་ཅིག་ལས་ཁུར་འཛམ་དགོས་ཀྱི་ཆ་ཆེ་ན་གཙོ་བོ་ག་རེ་ག་རེ་དགོས་ས་རེད། ད
དེའི་བཟོ་དེ།

ཕུ་འདི་ཟེར་ན་ཡང་དང་རེ་བ་ཆེ་ཤོས་ན་ག་འདྲ་ཅིག་འདུག་ཡ། ད་ང་རེ་བ་ཆེ་ཤོས་འདྲ་ཡིན་ན་ད་ང་དེ་སྔ་དགེ་རྒན་ཟེར་ན་ལོ་ཉི་ཤུ་རྩ་ལྔ་རེད་ད་མོ་ཡིན་ན་ཡང་ད་རང་ཡིག་རྫོགས་གི་ལྷོད་ལྷོད་མ་ཅིག་སང་དང་མུ་ལེ་ར་གཅིག་བཙན་ཟེར་ཐུབ་མ་རེད་དོག་ཟེར་འདུག་ད་ལྟ་ང་ལ་གོ་སྐབས་ཡག་པོ་རེད་ཁྲེ་རུ་ཨ་རིག་ང་ད་ལྟ་སློབ་གསོ་བཅུའི་ཨ་རིག་ནང་ཆིང་རྫོང་ཨ་རིག་ན་གཞུང་སློབ་གསོ་ཨ་རིག་ལྟེ་གནས་གི་དེ་ན་བོད་ཡིག་སློབ་ཁྲིད་ཨེ་ཨ་རིག་ཡིག་རྫོགས་གི་སློབ་ཁྲིད་ཟིག་ལ་ཟེར་ཁྲིད་སོང་ན་རེད་ཡ་དེ་གོ་སྐབས་དེ་དང་བསྟུན་འདུག་ན་ངས་མ་འོངས་པ་ཅིག་ང་ཚོས་ནང་ཆེན་ས་ཆ་ལ་ཡིག་རྫོགས་ལ་སྒམ་ཡིག་གི་འདྲ་ཕྱི་མི་རེད། སློབ་མ་མང་པོ་རེད་དོ་སྐྱིད་སེང་སེ་ཡིས་ཐོབ་ས་ནས་དོན་དྲག་གི་ད་རེ་བ་མཛད་ལན་འདྲི་ཡོད། རེད་རེད་རེད་རེད་ད་རྒན་ལགས་ཀྱི་ཕུ་འདུ་དེ་ཕུ་འདུ་ཡག་ཤོས་རེད་ད་རུང་སློབ་མ་མང་པོ་ལ་ཕན་ཐོགས་ས་ཡག་གི་ད་དེ་ཕུ་འདུ་ཆེ་ཤོས་རེད་བ། ལགས།
གཡས་འོང་བཞེས་དང་གསར་ཤོས་བསམ་ཕྱི་མཚན་པའི་ཕྱི་ཟླ་བཞི་བའི་ཚེས་བསམ་ཕྱི་ཉིན་ན་རྒྱལ་ཡོངས་བོད་ཀྱི་ཡིད་གཟུགས་དུས་ཆེན་རེད་ལ། ཉི་མ་འདིར་རྒྱལ་ཡོངས་ས་ཆ་སོ་སོ་ནས་བྱེད་སྒོ་རབ་དང་རིམ་པ་སྤེལ་ཏེ་བོད་ཀྱི་ཡིད་གཟུགས་ཀྱི་ངོ་མཚར་ལྟད་མོ་ངོམ་བཞིན་ཡོད། ཁམས་ནང་ཆེ་རྫོང་ནི་རྒྱལ་ཡོངས་བོད་ཀྱི་ཡིད་གཟུགས་ཀྱི་ཕ་ས་ཡིན་ཞེས་བྲིས་པ་མང་ལ། འབྲས་བུ་སྣ་མང་དར་སའི་གནས་མཆོག་ཅིག་རེད། བྱིས་པ་སོ་སོ་ལ་རང་རང་གི་དགའ་ཕྱོགས་དང་ཁྱད་ཆོས་རེ་ཡོད་ལ། རང་གི་ཐུན་མོང་མ་ཡིན་པའི་གཏམ་བརྗོད་རེ་ཡང་ཡོད། ཡི་གེ་ཡག་མོ་འབྲི་བཞིན་འདུག་ཨ། སློབ་མ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས།
མིག་ཅེ་ལྟ་རེད། ནོར་དགའ་སྒྲོལ་མ།

འདྲི་ལགས་ཀྱི་གིས་ང་ཕ་གེགས་རེད། ཁྱེད་རུ་ཕ་གེགས་ལ་ཟེར། ཁྱེད་རུ་ཕ་གེགས་ཀྱི་དུས་རྒྱུན་དུ་ཁྱི་སྣུམ་ནད་ལ་ལྟོས་ན་ཡིད་གཟུགས་ལྷ་ལ་ཨེ་རེད། ཡང། དེ་ནས་ད་རྗེས་མ་མ་འོངས་པ་ལོ་ཡ་ཆེ་བྱུང་ན་ཁྱེད་རུང་ལས་ཀ་བྱ་བ་ཅི་འདྲི་ཟེར། མ་འོངས་པ་སློབ་གྲྭ་ཆེན་མོ་འགྲམ་འགྲམ་ཟེར་དེ། མ་འོངས་པ་བུ་ཡག་གི་གིས་ད་བུ་ཡག་འདྲི་ཟོ་ད་ཅི་ཟེར་ན་ཁྱོད། རེད་རེད་རེད་ལོ་བཀྲ་ཆེན་མོ་འགྲིམ། དེ་ནས་བོད་ཡིག་དགེ་རྒན་དུ་ཡོང་ན་བོད་ཡིག་གི་བྲིས་གཟུགས་དགེ་རྒན་གྱིས་བྱེད་དགོས་ར། རེད་རེད་རེད་རེད་ད་ལྟའི་ཕུགས་བསམ་ཡག་མོ་རེད་ཨ། ད་ཁྱེད་རང་གི་བྱ་བ་ལམ་འགྲོ་ཟེར་ངེད་ལ་ཁྱོད་ལ་བྱ་བ་ལམ་འགྲོ་ཟེར་ཡིག་ལ་ཁྱེད་རང་གི་ཨ་ཡ། བསམ་པ་ལྷུན་གྲུབ་ཟེར་གྱི་ཡོད་ར། ད་ལྟ་རེད་ད་ལྟ་རེད་ད་ཁྱེད་རང་ཚོ་དུས་རྒྱན་དེ་དཔེར་ན་ང་ཚོ་སློབ་ཕྲུག་ཚོ་གི་བུ་མོ། ཡིག་གཟུགས་སྦྱོང་མཁན་མང་པོ་ཡོད་རེད། ཡོད་ཡོད་རེད་ད། ཡ། བུ་ཚོ་ཡིག་གཟུགས་སྦྱོང་མཁན་དང་བུ་མོ་སྦྱོང་མཁན་གཉིས་ལ་ཁྱད་པར་ན་ཅི་ཨེ་ཡོད།

སྤུས་ཀྱི་དྲི་མ་བཀྲོལ་འདི་བཞིན། འཇག་སྙེག་གི་རོ་ཡོངས་བསྒྲགས་བཀོད་འདི་བཞིན། དེ་ནས་ཡུལ་གཟུགས་བྱ་དེ་འདྲ་མཐོང་ཅི་ཡོང་གི་དེ་ཐུགས་ལ་དེ་ནས་ཡུལ་གཟུགས་བྲི་འདི་བཞིན་དེ་ཚོ་ཚང་མ། འབྲེལ་བ་དྲང་མོ་ཡོད་དུ་སོང་ས་རེད་ཨང་ཀི། ད་འདི་ཚོ་དངོས་གནས་ཀྱི་འཚོ་བ་དྲུག་ལ་ང་རང་ལྟ་བུ་གཅིག་མཚུངས་ན་འཚོ་བ་དྲུག་གི་ད་སྤུས་ཚད་ཡག་ཤོས། གཟུགས་པོ་ལ་དེ་ནས་གནོད་པ་མེད་བ། ད་ནས་སེམས་ནང་གི་བདེ་སྐྱིད་ཆེ་ཤོས། ད་ང་ཚོ་མི་ཚང་མ་ལ་བདེ་སྐྱིད་དགོས་རེད་བདེ་སྐྱིད་དགོས་ན་ཨ་ནི་འདོད་པའི་ཡོན་ཏན་ལྔ་ལ་ལོངས་སྐྱུགས་ཤིག་དགོས་རོ། དེ་ལོངས་སྐྱུགས་ཤིག་ན་ཨ་ནི་བརྒྱ་ཆ་ལྔ་བཅུ་གི་ང་ཚོའི་བདེ་སྐྱིད་དེ་བརྒྱ་ཆ་ལྔ་བཅུ་ལ་ཡར་འགྲོ་ཐུབ་བོ། ཨ་ནི་དེའི་ཐོག་ལ་ནང་བསམ་པའི་པར་ཡོང་སྲིད་དང་ནང་ཆོས་ཡོད་དེ་སུ་གོ་རྟོགས་ཡོད་འདུག་ཆུང་འཁྱོགས་ཤིག་གིས་བྱུང་ན་ཨ་ནི་མི་ཚེ་ནང་ལ་ད་བདེ་སྐྱིད་དེ་བརྒྱ་ཆ་བརྒྱར་སླེབས་ཐུབ། དེ་ཡིན་དུས་ད་ཅི་རོ་གཞན་ཉན་རྒྱུ་རེད་ད་རི་མོ་དང་ཡིག་གཟུགས་སྒྱུ་རྩལ་འདྲ་མི་འདྲ་མིག་གི་ལོངས་སུ་སྤྱོད་རྒྱུ་རེད་རྣ་བའི་དུ་ནས་ད་འདི་རོ་གཞན་སྙན་པོ་ཉོན་རྒྱུ་རེད་རྣ་ལ་དྲོད་ཞིམ་པོ་ཅིག་སྤུ་བཅད།

སྒྱུ་རྩལ་སྤྱོད་དང། ཁྱད་པར་དུ་ཡི་གེ་འབྲི་རྒྱུ་དེ་ད་ང་མི་ཚེ་ནང་ལ་ཅུང་བདེ་སྐྱིད་ཆེ་ཤོས་ག་རེ་རེད་ཟེར་ན་ད་ཡི་གེ་འབྲི་ཡ་དེ་གདམས་མི་འདུག་གདམས་ས་རེད་གདམས་ས་ནི། ཉིན་མོ་ལས་ཀ་བཟོ་སྔ་ཚེ་ཉར་བཞག་ན་ཡང་ཚོར་སྙིགས་ཚེས་ན་ཡང་དེ་སྲིད་ཡི་གེ་འདྲ་བོ་ཅིག་འབྲི་བཞག་ན་སྐྱིད་པོ་འདུག།

ད་ལྟ་རྒྱ་ཡིག་འབྲི་བྱེད་པེར་ཐེ་ཀའི་ཡི་གེ་འབྲི་ཐུབ་མ་རེད་སྲིད་མོ་ཚང་མ་གས་ཅིག་དེ་དེ་ལ་ཅིག་ཚོར་སྣང་འདྲ་བོ་ཅིག་ཤར་འགྲོ་བ་ཨེ་ནི་དེ་དེ་འདྲའི་རིགས་མི་འདུག་དེ་ཟ་སོ་སོ་གས་གོམས་ན་གོམས་ན་ལྷ་པར་མི་འགྱུར་བ་དངུལ་དེ་གང་ཡང་ཡོད་མ་ཡིན་ཟེར་བ་དེ་དངུལ་ནི་སངས་རྒྱས་ཀྱི་གསུང་ལ་ད་ནོར་འཁྲུལ་ཡོད་མ་རོ་ཨེ་ནི་དེ་འདྲའི་རིགས་ཤ་སྟེང་དུ།